སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན་མ་སྐྱེས་མི་འགག་ནམ་མཁའི་ངོ་བོ་ཉིད་སོ་སོར་རང་རིག་ཡེ་ཤེས་སྤྱོད་ཡུལ་བ་དུས་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ། རྒྱ་ཡི་བླ་མ་ཡི་དམ་དཀོན་མཆོག་གསུམ་ལ་སྐུ་གསུང་གོས་ཕྱག་དང་སྐྱབས་སེམས་སྔོན་དུ་སོང་བའི་ཐོག་ནས། གཞན་ཕན་དམ་པའི་ཆོས་ཀྱི་གླིང་གི་ནང་ཆོས་ཉམས་ལེན་ཚོགས་པ་དེའི་ནང་ལ་ཞུགས་པའི་ཚོགས་གཙོ་ཚོགས་གཞོན་བཀའ་རམས་ཆེན་པ་ཀླུ་སྒྲུབ་རྒྱལ་བའི་བཤེས་གཉེན་རྣམ་པ། དེ་བཞིན་འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་སེར་སྐྱ་ཆོས་གྲོགས་དག་འདྲ་ཡོད་བཞིན་པ་ཁྲི་གཉིས་ལྷག་ཡོད་བསྡད་པ་དེ་དག་ཚང་མ་ལ་ཉིན་མཚན་ཀུན་ཏུ་དགེ་བའི་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་ཞུ་གི་ཡིན། ལྷན་རྒྱས་སྐུ་ཁམས་བཟང་རྣམ་དཀར་དགེ་བའི་བྱ་བ་དག་དག་གོང་ནས་གོང་དུ་འཕེལ་བར་གྱུར་ཅིག་ཞུ་ཡ་ཅིག་དང་ཟླ་འདི་རིང་རེས་གཟའ་ཟླ་བ་ཡིན་པ་ཡིན་དུས་གཟའ་ནས་རེས་གཟའ་ཟླ་བ་ལ་ཆ་ཆེན་འདི་ནི་མ་གང་ངོ་སྤྲོད་ཞུ་བར་བྱ་བ་ཅིག་འདིས། ཨ་ནེ། དཔལ་མགོན་འཕགས་པ་ཀླུ་སྒྲུབ་མཆོག་གིས་མཛད་གནང་བའི།

ཐབས་བསྐྱེད་བར་ཅན་ཀུན་རྫོགས་བྱང་ཆུབ་སེམས་ཀྱི་སྦྱིན་པས། རྣམ་ཀུན་མཆོག་ལྡན་གྱི་སྟོང་པ་ཉིད་ཀྱི་ཡེ་ཤེས་གསུངས་པ་ནང་བཞིན་གྱིས། འོ་དེ་འདྲའི་གི་ལྟ་བ་བསྐྱེད་པར་བྱེད་འདི་བསྟན་བྱས་ནི་ཡིན་དུས་སུ་ནི་བྱང་ཆུབ་སེམས་ཀྱི་འབྲེལ་བ་གསུངས་ནས་དེ་གནང་ག་དེ་དེ་ཡིན་མི་བྱེད། ད་འདི་མ་བསྟན་པར་བྱ་བ་ལ་ཡང། ཟབ་མོ་སྟོང་པ་ཉིད་ཀྱི་ལྟ་བའི་སྒོ་ནས་བསྟན་པར་གནང་ཡིན་པ་ཡིན་དུས་སུ་ནི། གྲུབ་མཐའ་སྨྲ་བའི་ལེགས་བཤད།

གཞུང་སྨད་དུ་བྱུང་བ་མང་པོ་ཡོད་པའི་ནང་ནས་ཨ་ནེ་པཎ་གྲུབ་རྣམས་ཀྱིས་གཙུག་གི་རྒྱན་ལྟ་བུར་གྱུར་བ་བན་གོ་འབངས་པ་ཀླུ་རུ་མཆོག་གི་ལྟ་བ་གཏན་ལ་འབེབས་པའི་ལེགས་བཤད་སྨད་དུ་བྱུང་བ་མང་པོ་ཡོད་པ་དེའི་ནང་ནས་ཀྱང་ཨ་ནེ་གསང་བ་སྔགས་དང་འབྲེལ་ཏེ་ཉིན་གཅིག་གིས་ཨ་ནེ།

ཐལ་རང་གི་ལྟ་བ་དེ་ཁེགས་ཏེ་ད་རྩ་བ་ཤེས་རབ་རྣམས་ལས་གཏན་ལ་ཕབ་པ་དེ། ཨེ་ནི་དཔའ་འདས་སངས་རྒྱས་བསྐྱངས་དང་སློབ་དཔོན་ཟླ་བ་གྲགས་པ་ལ་སོགས་པ་དེ་དག་གིས་སླར་ཡང་གསལ་ཁ་བཏོད་ནས། ཨེ་ནི། ད་ལྟ་ང་ཚོ་ཡོངས་གྲགས་སུ་ཡོད་བསྡད་པའི་དབུ་མ་ཐལ་རང་གི་ལྟ་བ་གསུང་ཡ་གི། རྨང་གཞི་དྲོ་བོ་དེ་ཡོན་ཡ་དེ་རྟོགས་སུ་བྱས་ནས་བྱུང་བྱས་དེ་ཡིན་བྱས་ད་དེའི་སྒང་ལ་ཨེ་ནི་གསང་བ་སྔགས་ཀྱི་ཉམས་ལེན་གྱི་རིམ་པ་དེ་ཁེགས་ཏེ། དེ་ལ་ཡང་བྱ་རྒྱུད་དང་སྤྱོད་རྒྱུད་དང་རྣལ་འབྱོར་རྒྱུད་རྣལ་འབྱོར་བླ་ན་མེད་པའི་རྒྱུད་ཅེས་ནས་འོག་ཏུ་འགྲེལ་གྱི། ལན་ནི་ལྟ་དང་བཀོད་དང་ལག་བཅངས་དང་གཉིས་གཉིས་བརྗོད་དང་རྣམ་པ་བཞིའི་ཚིམ་པའི་ཚུལ་གྱིས་རྒྱུད་བཤད་ནས་གསུངས་པ་ནང་བཞིན་གྱི་དེ་ལྟ་བུའི། གསང་བ་སྔགས་ཀྱི་ཉམས་ལེན་གྱི་རིམ་པ་འདི་སྐད་དེ། རྩ་བ་འདི། ཟབ་མོ་སྟོང་པ་ཉིད་ཀྱི་ལྟ་བའི་ཡེ་ཤེས་ཀྱིས་དགག་ནས་སྟོང་ཉིད་རྟོགས་པའི་གཟུང་སྣང་ལྷར་ཤར་བ་ཅིག་སྤྲོ་དགོས་ཡ་གཅིག་དེ་བྱ་དེ་ཡོད་དོ། དེ་ལས་ཡང་དེ་གང་ཟག་བདག་མེད་ཙམ་མ་ཡིན་པར།

འོ་དེ་ལྟ་བུ་ཡིན་དུས་ཟེར་ནས། ད་ལྟའི་དེའི་སྐབས་སུ་བབས་པ་དེ་ཡང། ཨེ་ནས། རྣམ་ཀུན་མཆོག་འདི་གའི་སྟོང་པ་ཉིད་གསུང་བ་ན་བཞིན་གྱི་གསང་བ་སྔགས་དང་བྲལ་དེ་ནི་ཡོན་ཏན་ཡ་གཅིག་དེ་ཡིན་པ་རེད། སྔགས་དེ་ལ་ཡང། ཨེ་ནས་ཕ་རྒྱུད་དང་མ་རྒྱུད་ཕྱེ་ནས། གཉིས་མེད་ཀྱི་རྒྱུད་ཕྱེ་ནས་ཡོད་དེ་གཉིས་ཀྱིས་ཏེ། མདོར་བསྡུ་ན། རྒྱུད་སྡེ་དེ་དག་གིས། ཨེ་ནས། གཙུག་གི་ནོར་བུ་ལྟ་བུ་རྒྱུད་སྡེ་བ་གཅིག་དེ། པའི་གསང་བ་འདུས་པ་ཕ་རྒྱུད་གསང་བ་འདུས་པ་ཟེར་ཡ་གི། ལེའུ། གཉིས་པའི་དགོངས་དོན་གྱི་རྟོགས་ཚིག་ཡིན་པ་རེད། འོ་དེ་ཡིན་དུས་ཙམ་ནས། དེ་ཡང་རྒྱུད་སྡེ་ཐམས་ཅད་ཀྱི་ཟབ་མོ་ཐོག་ལྟ་བུ་བའི་གསང་བ་འདུས་པའི་རྩ་རྒྱུད་ཨ་ནི་རྒྱུད་ཕྱི་མ་དང་བཅས་པའི་ལེའུ་བཅོ་བརྒྱད་ཡོད་པའི་ནང་ནས་ཀྱང་ལེའུ་གཉིས་པའི་དགོངས་དོན་ཨ་ནི་དེ་ནས་བཅོམ་ལྡན་འདས་དེ་བཞིན་གཤེགས་པ་རྣམ་པར་སྣང་མཛད་དེ་བཞིན་གཤེགས་པ་ཐམས་ཅད་ཀྱི་མངོན་པར་རྟོགས་པ་རྡོ་རྗེ་ཞེས་བྱ་བའི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་ཏེ། བྱང་ཆུབ་ཀྱི་སེམས་འདི་གསུངས་སོ། ད་བྱང་ཆུབ་སེམས་འགྲེལ་བསེ་གོལ་གྱི་རྩ་བའི་ཡོངས་ཤེས་དེ་དེ་བྱེད། དེའང་བརྗོད་བྱ་སྙིང་པོ་བསྟན་ཡང་དེ་སྐད་དེ། དངོས་པོ་ཐམས་ཅད་དང་བྲལ་བ་ཕུང་པོ་ཁམས་དང་སྐྱེ་མཆེད་དང་གཟུང་དང་འཛིན་པ་རྣམས་དང་རྣམ་སྤངས་པ། ཆོས་བདག་མེད་པ་མཉམ་ཉིད་པའི་རང་སེམས་གདོད་ནས་མ་སྐྱེས་པ་སྟོང་པ་ཉིད་ཀྱི་རང་བཞིན་ནོ། ཞེས་བཅོམ་ལྡན་འདས་དེ་བཞིན་གཤེགས་པ་རྣམ་པར་སྣང་མཛད་ཀྱིས་གསུངས་སོ་གསུངས་ན་དེ་དེ་ཡིན་པར།

དགག་བྱ། ལན་གྲུབ། རང་བཞིན་གྱི་གྲུབ་པ་རང་ངོ་ནས་གྲུབ་པ་དང་བྲལ་བ། དེ་ཡིན་པ་དེ་ཡང་ཤེས་རབ་སྙིང་པོའི་ནང་ལ་ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱིས་སྟོང་པ་རྣམ་པར་ཡང་དག་པར་རྗེས་སུ་ལྟ་འོ་གསུང་བ་རང་བཞིན་གྱིས་དེ་ལྟ་བུའི་ལྟ་གྲུབ་ཀྱི་རྣམ་གཞག་དེ་གས་དེ། རྨང་གཞི་དེ་འདྲའི་བྱས་ནས་ཡོང་གི་ཡོད་རུང། བྱས་ཙང། ཕུང་པོ་ཁམས་དང་སྐྱེ་མཆེད་དང་གཟུང་དང་འཛིན་པ་རྣམ་པར་པ་གཟུང་འཛིན། ད་ནི་རྫས་ཤིན་ཏུ་འཛིན་པས་ད་བསྔོ་བར་སྨྲ་བའི་བདེན་གྲུབ་ཀྱི་ལྟ་བ་དེ་གའི་དེ་འགོག་པར་མ་ཟད། གཟུགས་འཛིན་རྫས་ཐ་དད་ཀྱིས་སྟོང་པའི་སྟོང་ཉིད་ཟེར་བ་དེ་ཆོས་ཀྱི་བདག་མེད་ཕྲ་མོ་ཡིན་ཟེར་བའི་སེམས་ཙམ་པའི་ལྟ་བ་དེ་གའི་དེ་འགོག་བྱེད་དེ་ཡིན་པར་བྱེད། དེ་ལས་ཡིན་ན་ནི་གཟུང་དང་འཛིན་པ་རྣམས་མེད་པ། ད་ནི། ཆོས་བདག་མེད་པར་མཉམ་ཉིད་པས་རང་གསལ་གདོད་ནས་མ་སྐྱེས་པ་སྟོང་པ་ཉིད་ཀྱི་རང་བཞིན་ནོ། ཆོས་ཀྱི་བདག་མེད་མཉམ་པ་ཉིད་ཀྱི་ཡེ་ཤེས་ཟེར་ཡ། ད་ང་ཚོ་ད་ལྟ་ཞོལ་རྩ་གི་མཚམས་དེ་དེ་ཡིན་པ་རེད་དམ། ཆོས་ཀྱི་བདག་མེད་གཏན་ལ་དབབ་པའི་མཚམས་དེ་དེ་ནས་མ་ཡོང་གི་ཡོད་པ་བྱས།

དེ་གའི་དེའི་རྫས་ཐ་དད་དུ་སྣང་ཞེས་ཞེན་པ་དེ་གའི་དེའི་ཨ་ནི་ཀ་ཅེས་གཟུང་འཛིན་རྫས་ཤིང་འགོག་པའི་རིགས་པ། ཨ་ནི་སྐྱེ་ལ་འདྲ་བ་འགོག་པའི་རིགས་པ་ལ་སོགས་པ་དུ་བ་དེ་གའི་དེའི་རྟེན་ཅན་ནི་ཡོངས་གྲགས་ཅན་དེ་ཡིན་པའི་རེ་དང། ལྷན་ཅིག་དམིགས་པ་ངེས་པའི་ཕྱིར་སྔོ་དང་དལ་ལོ་གཞན་མ་ཡིན་ཞེས་ནི་སློབ་དཔོན་ཕྱོགས་ཀྱིས་བླངས་པའི་གཟུང་བ་ནང་བཞིན་ཨ་ནི། སྔོན་པོ་དང་སྔོན་པོ་བརྩི་བའི་ཚད་མ་ཅི་ཞིག་རྫས་ཤིང་གི་སྟོང་དེ་ལྷན་ཅིག་དམིགས་ངེས་ཡིན་པའི་ཕྱིར། འོ་དེ་འདྲའི་གི། རྟགས་ཀྱི་སྟོབས་ཀྱིས

ད་ནི། ང་ཚོ་སྐལ་བཟང་གི་སྡེ་ཚན་འདིའི་ནང་ལ་ཤོ་ལོ་ཀ་ཉི་ཤུ་རྩ་བདུན་པ་དེ་རྣམས་ལ་རེ་དང། འདི་དག་ཐམས་ཅད་སེམས་ཙམ་ཞིག་ཐུབ་པས་བསྟན་པ་གང་མཛད་དེ། བྱིས་པ་རྣམས་ཀྱིས་སྐྲག་པ་ནི་སྤང་བའི་ཕྱིར་ཡིན་དེ་ཉིད་མིན། རེ་བ་བྱིས་པ་རྣམས་ཀྱིས། ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་དེ་གས་དེ་མཐར་ཐུག་པ་དེ་བསྟན་པ་ཡིན་ན། ད་ནི་སྐྲག་ན་སྐྱེ་བའི་ཉེན་ཁ་ཡོད་དེ་ཉིད་ཀྱིས། སོ་སོའི་སྐྱེ་བོ་རྣམས་ལ་ཡང་དེ་ལྟར་དུ་ཟེར་ནས་གསུངས་པ་རེད་མ་གཏོགས། མཐར་ཐུག་པའི་ལྟ་བ་དེ། ས་མཚམས་པའི་གཞུང་ནས་བསྟན་ཡོད་མ་རེད། ཀུན་བརྟགས་དང་ནི་གཞན་དབང་དང་ཡོངས་སུ་གྲོལ་བའི་དེ་ཉིད་ནི་སྟོང་ཉིད་བདག་ཉིད་གཅིག་པུ་ཡིན། ངོ་བོ་སེམས་ལ་བཏགས་པ་ཡིན་ཟེར་བ་དང། འོ་དེ་འདྲའི་གི་ཤོ་ལོ་ཀ་ཉི་ཤུ་རྩ་བརྒྱད་པ་དེ་ནང་ལ་དེ་ཡིན་པ་རེད། སེམས་ཙམ་པའི་འདོད་པ་ལ་ཡག་དེ་ཅི་སྟངས་ཀྱི་ཆེ་བ་ཡིན་ན། ཆོས་ཐམས་ཅད་ཕྱི་ཉིད་གསུམ་ནང་ལ་འདུས་ཏེ་ཡོད་རེད། འཛིན་གསུམ་ག་རེད་ཟེར་ན། འདུས་མ་བྱས་དེ་ལ་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བའི་སྡེ་ཚན་གཅིག་དང། ཨེ་འདི་མ་ཡིན་པའི་ནང་ག་ལ་སོགས་པའི་སྡེ་ཚན་གཅིག་གཉིས་ཡོད་པས་ན་ནི་ནང་ག་ལ་སོགས་པ་དེའི་རྣམ་གྲངས་པ་ཀུན་དང་བཅས། ཨེ་ནི། གཟུང་འཛིན་རྫས་གཞན་དུ་སྒྲུབ་པ་ལ་སོགས་པ། ཆོས་ཀྱི་བདག་ཏུ་སྒྲུབ་པ་དང་གང་ཟག་གི་བདག་ཏུ་སྒྲུབ་པ་ཟེར་ཡག་གི། མེད་རྒྱུའི་དགག་བྱའི་འདོད་ཚུལ་འབྲེལ་ཏེ།

འདི་དག་ཐམས་ཅད་སེམས་ཙམ་རེད། སེམས་རེད་དུ་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་དགོངས་གཞི་དགོངས་པ་ཁྱད་པར་ཅན་ལ་ཡང་དེ་དགོངས་ནས་གསུངས་པ་རེད། དེ་གས་དེ། ཁ་ཐུག་དེ་ཆོས་ཀྱི་བདག་མེད་ཕྲ་མོ་དེ་བསྟན་པ་ཡིན་ན། སོ་སོའི་སྐྱེ་བོ་ཁ་ཅིག་དེ་སྐྲག་པ་སྐྱེས་ནས་ཆད་ལྟའི་གཡང་ལ་ལྷུང་གཡང་གི་ཉེན་ཁ་ལས་སྐྱབས་ཡག་བྱེད་དུ་བྱིས་པ་རྣམས་ཀྱི་སྐྲག་པ་ནི་སྤང་བའི་ཕྱིར་ཡིན། དེ་ཉིད་མཐར་ཐུག་པ་དེ་རྗོད་བྱེད་དེ་མ་རེད། མ་ཡིན་ཙང་ནི་ཀུན་བརྟགས་དང་གཞན་དབང་དང་ཡོངས་སུ་གྲུབ་པའི་དེ་གས་དེ།